པའི་རྡོ་རྗེ་ཤཱ་ཀྱའི་རིང་ཁྲོ་འབྱིན་བཞིན་གྱི་མུ་ཐུད་བདུད་རྒྱལ་སྤུན་ཆུང་བ་གསེར་གྱི་ལྷུན་པོ་ལྟ་བུའི་བརྗིད་པའི་གོས་ཤཱ་ཀྱའི་གཙོ་བོ་དེ་ལ་ཕྱག་འཚལ་ལོ་ཞེས་ཐབས་མཁས་པ་ཐུགས་རྗེ་ཆེན་པོ་དང་ལྡན་པའི་སྟོང་པ་བཀའ་དྲིན་ཆེན་ལ་སྒོ་སྲུང་གུས་པ་ཆེན་པོ་ལྟོ་འཕྱར་གྲངས་མེད་སྔོན་དུ་བཏང་ནས། ད་དེ་རིང་གི་སྐབས་སུ་བབས་པ་འདི་ད་གར་བཞུགས་ཡ་ཡིན་ཟེར་སོང་ན། ད་ག་སང་ང་ཚོ་གར་ཟེར་སོང་ན་དངོས་འདི་ཤེས་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་དགོས་པས་ཀྱི་ད། རྒྱུ་མཚན། ད་ང་ན་གཞན་དཀར་གསལ་སོང་ན་སྐྱབས་ཡུལ་དཀོན་མཆོག་གསུམ་གྱི་སངས་རྒྱས་དཀོན་མཆོག་ཟེར་ནས་ག་རེ་རེད་ཆོས་དཀོན་མཆོག་ཟེར་ནས་ག་རེ་རེད་དགེ་འདུན་དཀོན་མཆོག་ཟེར་ནས་ག་རེ་རེད་ད་དེ་ལ་སྐྱབས་འགྲོ་བའི་ག་རེ་དགོས་བ་དང་རྒྱུ་མཚན་ག་རེ་རེད་ད་དེ་ཚོ་དེ་ང་ཚོ་ཁ་སང་ངོ་ན་ཕྱིན་ད་དེ་རིང་གི་སྐབས་སུ་བབ་བ་རེད་ད་ག་རེ་ཞུ་ཡ་ཡིན་ཟེར་ན་དཀོན་མཆོག་གསུམ་ལ་སྐྱབས་སུ་སོང་བའི་གི་ད་ཕན་ཡོང་བ་དེའི་སྐོར་ལ་ད་བསྡུས་དུས་ཅིག་ཞུས་ན་བསམ་སོང་བ་དེ་འདྲ་ཡིན་པ་སོང་ད་ད་ཡ་དང་པོ་དེ་ག་རེ་རེད་ང་ཚོ་ཅིག་དྲི་བ་འདྲ་ཞིག་བཏང་བ་ཡིན་ན་ད་ག་རེ་གསལ་སོང་མི་གཅིག་གིས་ཨོ་ད་ཁྱེད་རང་ནང་པ་སངས་རྒྱས་པ་ཡིན་པས་ཟེར་ན་ནང་པ་སངས་རྒྱས་པ་ཡིན། ག་རེ་བྱས་ནས་ཟས་ཟོ་ན་དཀོན་མཆོག་གསུམ་ལ་སྐྱབས་འདུན་ཡང་དག་ཏུ་ཁས་ལེན་མཁན་དེ་ཡིན། ཨོ་དེ་འདྲ་ཡིན་པ་སོང་ད་ད་ནི། ནང་པ་སངས་རྒྱས་པ་ཡིན་དེ་མིན་ད་ག་བ་ལྟ་གི་རེད་ཟེར་སོང་ན། ཨ་ནི་སྤྱིར་བཏང་ག་རེ་ཟེར་སོང་ན་ནང་པ་སངས་རྒྱས་པ་ཡིན་དེ་མིན་དེ་ད་གོ་ལྟ་བའི་སྒོ་ནས་བདག་མེད་པ་ཁས་ལེན་པའི་སྒོ་ནས་ཡང་ལྟ་བའི་གི་ཆ་ནས་ད་ཡ་ཆ་ཡོད་དེ་ཡོད་རེད་དེ་ཡིན་ད་གོའི་ཤེས་ཤུགས་དེ་ག་རེ་ཟེར་སོང་ན་ཤོར་བའི་སྒོ་ནས་ལྟ་བ་རེད། ག་རེ་བྱས་ནས་བསད་སོང་ན་ཆུ་བོ་ཆེ་ཡ་བྱེད་དང་ཨ་ནེ་གཅིག་བླ་མ་ཤེས་འདོད་པ་དེ་ལྟ་བུའི་གི་གཅིག་བླ་མ་པས་རྩ་ཆེན་པོ་མཚན་ལྡན་གི་བླ་མ་སྐྱིད་པོ་དམ་པ་བསམ་ཡིད་མ་བརྒྱ་བ་མང་པོ་གི་དང་ཀ་ཆུ་གཉིས་གི་ནང་ནས་གཅོག་པ་ད་དེའི་ནང་ནས་གཙོ་བོ་དེ་སྐྱབས་འགྲོ་གི་སྒོ་ནས་ཨ་ནེ་གར་སེར་ནང་པ་སངས་རྒྱས་པ་དག་ཡིན་ནི་མིན་བརྟག་བསད་གི་ཤེས་དེ་སྐྱབས་འགྲོ་བྱེད་ནི་ཡག་པོ་ཡོད་རེད་གསུངས་འོ་དེ་འདྲ་སོང་བ་ན་ཤེས་ཅེས་ཨ་ནེ་ཆེ

ཞེས་རང་གསུངས་ཀྱི་ཏིང་ངེ་འཛིན་ལ་བརྟེན་ནས། ག་རེ་ཟེར་སོང་ན་ཆོས་རྣམས་ཀྱི་གནས་ལུགས་མངོན་སུམ་དུ་མཐོང་བའི་ལམ་སྟེ་ཡང་ནས་ཡང་དུ་གོམས་འདྲིས་གཏོང་བར་བྱེད་མཁན་གྱི་ཨ་ན་བྷེ་ཏཱ་ཐེག་པ་ཆེན་པོ་གྱི་ས་གཉིས་པ་ནི་ཨ་ན་ས་བཅུ་བ་བར་ཏེ་དེ་ཡང་སྒོམ་ལམ། འོ་དེ་ཚོ་ཡང་ག་རེ་ཟེར་ལམ་བདེན། འོ་དེ་ད་དེ་འདྲ་ཡིན་པར་སོང་ན་མདོར་ན་མཐོང་ལམ་དང་སྒོམ་ལམ་ཟེར་བ་དེ་ལམ་བདེན་རེད། འོ་ད་དེ་ཚོ་དེ་ལམ་བདེན། མདོར་ན་ག་རེ་ཟེར་སོང་ཆོས་དཀོན་མཆོག་ཟེར་ན་ཐར་བ་འགོག་བདེན་དང་ཨ་ན།

དཔེ་འདི་དཀོན་མཆོག་འོག་ཏུ་འཁྲུག་པའི་གང་ཟག་ལག་གི་ཡོ་རེ་སི་དེ་བྱེད། འོ་དེ་ལྟ་བུའི་སངས་རྒྱས་དཀོན་མཆོག་ལ་སྐྱབས་སུ་འགྲོ་བའི་དགོས་པ་དེ་ག་རེ་ཟེར་སོང་ན་སངས་རྒྱས་དཀོན་མཆོག་འདི་ཨ་ནི་ག་རེ་ཟེར་ན་སྐྱབས་སྟོང་པ་པོ་ཆགས་ཏེ་ཡོད་རེ་སི་སྐྱབས་སྟོང་པ་པོ་ག་འདྲ་ཆགས་ཀྱི་ཡོད་རེ་ཟེར་སོང་ན་ཨ་ནི། དཔེར་ན་ང་ཚོ་ཆེས་མཁོ་བའི་སྡུག་བསྔལ་ལས་ཐར་བའི་གི་ཐར་བ་འགོག་བདེན་ཐོབ་པར་བྱེད་པ་ལ་དེ་ཐོབ་པར་བྱེད་ལམ་གྱི་བདེན་པ་འགོག་དགོས་རེད་ད་དེ་འདྲ་ཡིན་པ་སོང་ཐར་བ་ཐམས་ཅད་མཁྱེན་པའི་གོང་མ་ཐོབ་པར་བྱེད་པ་ལ་ད་ང་ཚོ་ག་འདྲ་བྱས་ནས་ཐོབ་དགོས་རེ་ཟེར་དུས་ད་འདི་ལམ་བསྟེན་མཁན་དེ་སངས་རྒྱས་རེད་དེ་འདྲ་ཡིན་པ་སངས་རྒྱས་ད་ག་འདྲའི་ལམ་བསྟེན་དགོས་རེ་ཟེར་ན

འདི་ག་ཟེར་ན་ཅིག་རོགས་བྱེད་ཐུབ་ཡག་དང་ད་ག་ན་བཞིན་ཅིག་ང་ཚོ་བེད་གཏོང་ས་འདྲ་བ་ཆགས་ཏེ་ཡོད་རེད་དོན་འདྲ་ཡིན་པ་སོང་ན་ད་འདི་ག་ཟེར་སོང་ན་ཅིག་དགེ་འདུན་དཀོན་མཆོག་སྐྱབས་སྒྲུབ་པའི་ཟླ་གྲོགས་ཆགས་ཏེ་ཡོད་རེད། དཔེར་ན་ག་རེ་ཟེར་སོང་ན་ཅིག་ནད་པ་ཅིག་ནད་ཕྲ་བའི་བདེ་བ་ཐོབ་པར་བྱེད་པ་ལ་དང་པོ་དེ་ག་རེ་ཟེར་སོང་ན་ཨམ་ཆི་ཡག་པོ་ཅིག་དང་དེ་ནས་སྨན་ཡག་པོ་ཅིག་དང་ནད་གཡོག་ཡག་པོ་ཅིག་དགོས་པ་ནང་བཞིན། ང་ཚོ་ཁམས་གསུམ་འཁོར་བར་གནས་པའི་གི་སེམས་ཅན་འདི་ཚོ་ནད་པ། ཉེས་པ་དང་འདྲ་བ་རེད་ཁོ་བོའི་སྡུག་བསྔལ་དེ་ཚོ་ན་ཚ་དང་འདྲ་བ་རེད་ཁོ་བོའི་སྡུག་བསྔལ་ལས་ཐར་བའི་ཐར་བ་འདི། ཨ་ནེ་ག་རེ་ཟེར་སོ་ནད་ཕྲ་བའི་བདེ་བ་དང་འདྲ་བ་རེད་དེ་ལྟ་བུའི་གི་ད་ནད་པ་ནད་ཕྲ་བའི་བདེ་བ་ཐོབ་པར་བྱེད་པ་ལ་ཨ་ནེ་དང་པོ་ཨམ་ཆི་ཡག་པ་ཅིག་སྨན་ཡག་པ་ཅིག་ནད་བབ་ཡག་པ་ཅིག་གསུམ་ཡོད་ན་ཨ་ནེ་ནད་ཕྲ་བའི་བདེ་བ་ཐོབ་ཐུབ་པའི་ནང་བཞིན་ང་ཚོ་ནད་པ་དང་འདྲ་བའི་ཁམས་གསུམ་འཁོར་བར་གནས་པའི་སེམས་ཅན་འདི་ཚོ་ནད་ཀྱི་སྡུག་བསྔལ་དང་འདྲ་བའི་ཁམས་གསུམ་འཁོར་བའི་སྡུག་བསྔལ་འདི་ལས་པར་ཐར་བར་བྱེད་དགོས་བྱུང་ན།

ད་འདི་སྐྱར་བསྲེས་ན་འདི་ཡི་ཁྱད་པར་དེ་ག་འདྲ་ཆགས་པར་ཟད་སོང་ན། ད་སྐྱབས་འགྲོ་དེ་རྒྱུད་ལས་སྐྱེ་བར་བྱེད་པ་ལ་སྐྱབས་འགྲོ་དགོས་རྒྱུ་འཇིག་རྟེན་གཉིས་གོ་ཡ་རེད། འཇིག་པ་འཇིག་རྟེན་གཉིས་བསྲེས་ན་འཇིག་པ་ཟེར་ནི་བདག་གོ། ག་རེ་ཟེར་དཔེར་ན་ཨེ་འདྲ་རེད་སྐྱེས་པའི་ཆོམ་གྱི་སྐྱབས་འགྲོ་འདྲ་ཆགས་ཡིན་ན། ངན་སོང་གསུམ་གྱི་སྡུག་བསྔལ་ལས་འཇིགས་ནས་དེ་ལས་སྐྱབས་འབད་ཀྱི་ནུས་པ་དེ་དཀོན་མཆོག་གསུམ་ལ་ཡོད་པ་ངོ་ཤེས་པའི་སྒོ་ནས་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་སོང་ན་དེ་སྐྱེས་བུའི་ཆོམ་གྱི་སྐྱབས་འགྲོ་རེད། འོ་འདི་ད་དེ་ཆགས་སོང་ང་འཇིག་པ། འཇིགས་པ་ག་རེ་སྐྱེ་བའི་ཆུང་གི་འཇིགས་པ་དེ་ག་རེ་སྟེ་ངན་སོང་གསུམ་གྱི་སྡུག་བསྔལ་ལས་འཇིགས་པ་སྟེ་འཇིགས་པ། དེ་ལས་སྐྱབས་པའི་བདེན་པ་དཀོན་མཆོག་གསུམ་ལ་ཡོད་པར་ངོ་ཤེས་པའི་སྒོ་ནས་དཀོན་མཆོག་གསུམ་ལ་དད་པ། དེ་དད་པ། འོ་དེ་ལྟ་བུའི་དང་འཇིག་རྟེན་གཉིས་དང་ལྡན་པའི་སྒོ་ནས་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་གསུངས་ན་སྐྱེ་བའི་ཆུང་གི་སྐྱབས་འགྲོ། འོ་དེ་ཤེས་བདག་དེ་ནི་སྐྱེ་བའི་མགྲོན་གྱི་སྐྱབས་འགྲོ་ཟད་གསུངས་ན་ཨ་ནི་འཁོར་བ་སྤྱི་དང་བྱེ་བྲག་གི་སྡུག་བསྔལ་ཆ་ཚང་བར་འཇིགས་ནས།

བསྟན་བྱ། གར་ཟས་སོགས་ན་བཅས། དེ་ལྟ་བུའི་སྲོག་དང་བྱང་སེམས་གསང་སྔགས་སམ་གྱི་སྡོམ་པའི་གི་རྟེན་གཞི་དེ་ཡང་སྡོམ་པ་ཡོད་པ་སྐྱེ་བ་རེད་རྟེན་གཞི་དེ་མིན་སྡོམ་པ་སྐྱེ་གི་མ་རེད་བ། ཞེ་སྡང་པས་མ་ཟོས་མཁས་ཆེན་པོ་རེད་འདུག་བ། དེ་བཞི། ད་གཉིས་པ་དེ་གར་ཟས་སོགས་ན། དེ་ལྟ་བུའི་དཀོན་མཆོག་སོགས་ན་སྐྱབས་སུ་འགྲོ་སོང་ན་དེ་ལ་བརྟེན་ནས་ནི་བས་ཤིག། སྔོན་སོ་སོ་བསགས་བཞག་པའི་གི་ནི་ཅིག་ལས་ངན་པའི་གི་སྒྲིབ་པ་ཐམས་ཅད་དེ་ཆེན་པོ་ཡིན་ན་ཆུང་དུ་འགྲོ་ཆུང་ངུའི་ནི་བས་ཐ་མལ་པ་བྱ་ཡག་ད་དེ་འདྲ་ཡོད་རེད་ཟེར་དེ་ཅིག་རེད། དེ་གསུམ་པ། ད་བཞི་པ་དེ་གར་སའི་སོ་ནམ་དང་ཡེ་ཤེས་ཀྱི་ཚོགས་ནི་ཙཀ་ཡ་སོ་ནམ་གྱི་ཚོགས་རྒྱ་ཆེན་པོ་ས་ཀ་རེད། ད་དེ་གར་སའི་ནི་བཞི་པ་དེ་མི་དང་མི་མ་ཡིན་གྱི་ད་གནོད་པའི་གྱི་བར་ཆོད་ཚོགས་པ་མ་རེད། མི་དང་མི་མ་གཞལ་བཞིན་གྱི་གནོད་པ་མི་ཚོགས་པ་རེད། ཨ་ནི་ད་ལྔ་པ་དེ་གར་ཆོས་བསམ་པའི་བསམ་པ་ཐམས་ཅད་ནི་བའི་མྱུར་དུ་འགྲུབ་གྱི་རེད། ད་དྲུག་པ་ལ་གར་སའི་གནས་སྐབས་ཅིག་ངན་འགྲོ་མི་མཐོང་བ་དེ་ནི་ཡོང་གི་རེད། ད་བདུན་པ་དེ།

ཨ་ནི་ད་སྙིང་ཐག་པ་ནས་དཀོན་མཆོག་སོན་སོང་ཨ་ནི་བའི་སྐྱབས་སྟོང་པ་ལ་སོགས་པའི་དེ་འདྲའི་གི་ད་ག་རེ་བྱེད་སོང་ན་སྐྱབས་འགྲོ་དེས་ཨ་ནི་ཅིག་ཐོབ་ལ་མ་ཉམས་པ་ཡོད་ན་ནང་པ་སངས་རྒྱས་པའི་ཚུལ་གི་རེད་དེ་མེད་ན་ནང་པ་སངས་རྒྱས་པའི་ཚུལ་གི་ཡོད་མ་རེད་དེ་འདྲ་ཡིན་པ་སོང་ན་ནང་པ་སངས་རྒྱས་པའི་ཚུལ་དུ་མ་ཚུལ་བའི་རྟགས་ཚད་ཀི་གཞི་དེ་ཡིན་པ་སོང་ན་འཇུག་སྒོ་དེ་དེ་ཡིན་ཞུ་དགོས་དོན་དང་ད་དེ་འགྲོ་བ་ཆེ།

སྔོན་བསགས་པའི་སྡིག་པ་དང་བཅས་པར་ཟད་པའི་རྒྱུ་མཚན་ག་རེ་བྱས་སོང་ན་དེ་ལྟ་བུའི་ཆེད་དཀོན་མཆོག་གསུམ་ལ་སེམས་ལ་སྐྱབས། ཚེ་གཅིག་སྐྱབས་འགྲོ་ཐབས་ལ་མ་ཉམས་པའི་དེ་ལྟར་དཀོན་མཆོག་གསུམ་ལ་སྐྱབས་འདི་ཡང་དག་ཁས་ལེན་དེ་ཡོད་ན། འོ་དེ་ལྟ་བུའི་ཆེད་ཡུལ་ཁྱད་པར་ཅན་ཨ་ནི་སྒྲུབ་གཉིས་བག་ཆགས་དང་བཅས་པ་མ་ལུས་པའི་སྤང་བའི་སངས་རྒྱས་དཀོན་མཆོག་དང། ཨ་ནི་དག་ནང་བཞིན་ག་རེ་བྱས་སོང་ན་ཅིག་ཆོག་འགོག་ལམ་གཉིས་དང་དེ་གཉིས་རྒྱུད་ལ་བརྟེན་ཡང་བརྟེན་པའི་རྟགས་ཅིག་སྐད་ནུས་དཀོན་མཆོག་འོ་ད་འདི་ཚོ་ལ་ག་རེ་བྱས་སོང་ན་སྙིང་རྟག་པ་ནི་རྟག་པའི་སྐྱབས་སུ་འགྲོ་བའོ་དེ་ཚོ་བྱས་པ་ཡིན་ན་དེ་ལྟ་བུའི་སྐྱབས་ཡུལ་ཁྱད་པར་ཅན་གྱི་ཨ་ནི་བའི་སྲོག་རྣམས་དང་ཡེ་ཤེས་ཀྱི་མཚོའོ། འོ་ད་དེ་ཚོ་དེ་ཅིག་གར་ཟས་སོགས་ལ་ནུས་པ་ལ་བརྟེན་དང། འོ་དེ་འདྲའི་གི་ཅིག་ད་ཡུལ་ཁྱད་པར་ཅན་གྱི་ནུས་པ་ལ་བརྟེན་ནས་ཨ་ནི་ཞིག་གར་ཟས་སོགས་ན་སོ་སོ་རང་ཉིད་ཀྱི་ད་སྡིག་པ་ཆེན་པོ་དེ་ཚོ་བས་འབྲིང་གི་ཆགས་ཡ། ཨ་འབྲིང་དེ་ཚོ་ཆུང་བ་ཆགས་ཡ་ཨ་ནི་ཆུང་དེ་ཚོ་ཞིག་ད་མེད་པ་ཆགས་འགྲོ་ཡ། འོ་དེ་འདྲའི་ཡོང་གི་ཡོད་པ་སོང་ཙང་ད་གར་ཟས་སོགས་ན་སྔོན་བསགས་པའི་སྡིག་པ་ཐམས་ཅད་པ་ཟད་པར་འགྱུར་བ། འོ་དོན་དག་དེ་འདྲ་ཅིག་ཅེས། དང། དེ་ནས་བཞི་པ་དེ་གར་ཟད་ན་བསོད་ནམས་ཀྱི་ཚོགས་རྒྱ་ཆེན་པོ་སོགས་བར་ཟད་དེ་མ་ལགས་དང་བསོད་ནམས་ཀྱི་ཚོགས་རྒྱ་ཆེན་པོ་སོགས་པའི་རྒྱུ་མཚན་གར་ཟད་སོང་ན། སྐྱབས་ཡུལ་དཀོན་མཆོག་སེམས་དགའི་ནི་སྐུ་གསུང་ཐུགས་ཀྱི་ཡོན་ཏན། འོ་དེ་སོགས་ཅིག་གར་ཟད་སོང་ཡོན་ཏན་དང་ཁྱད་པར་དང་སྐྱབས་ཡུལ་གྱི་ཡུལ་མཐུན་པོ་མ་ཡིན་པའི་ཡོན་ཏན་དེ་སོགས་ཅིག་ཧ་གོ་བའི་སྟེང་ནས་ད་དེ་ལྟ་བུའི་མདོ་ན་སྐྱབས་སུ་འགྲོ་བའི་ཚིག་གི་ཡུལ་གྱི་ཅིག་ཡུལ་ཁྱད་པར་ཅན་ལ་སྐྱབས་སུ་འགྲོ་བ་ཡིན་པར་སོང་ཙང།

འོ་དེ་ལྟ་བུའི་གར་སའི་བསོད་ནམས་སོང་ན་ཆེས་བསླབ་པ་རྣམས་ཀྱི་གནས་སྐབས་ལ་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་གཉིས་རྒྱ་ཆེན་པོ་ཞིག་བསྟན་པ་དང་སེམས་ཤིང་དང་མཛེས་པ་ཡིན་པར་བསམས་ལ་དེ་ལྟ་བུའི་གཏན་ཁེལ་པ་ཅན་འདི་ལ་བྲིས་པ་ཙམ་གྱིས་སྟོང་ཚོ་ཕྲན་རེ་བྱས་པ་ཙམ་གྱིས་ཡང་ཨ་ནེ་ག་ར་ས་བསོད་ནམས་རྒྱ་ཆེན་པོ་ཚོགས་ཡའོ་དེ་འདྲ་ཡོད་པ་རེད། དེ་ལྟ་བུ། མདོར་ན་དཀོན་མཆོག་གསུམ་ལ་པའི་སྐྱབས་གནས་ཡུལ་ཁྱད་པར་ཅན་གྱི་ད། ཁྱད་པར་ཅན་ཡུལ་དེ་སོགས་ལ་ཨ་ནེ་ཅིག་སོ་སོ་ཅིག་དམིགས་ནས་དད་པ་བྱེད་པ་ཡིན་ན་ད་དེ་ལ་བརྟེན་ནས་ཡུལ་ཁྱད་པར་ཅན་གྱི་ཅིག་བྱིན་རླབས་དང། འོ་དེ་སོགས་ལ་བརྟེན་ནས་སོ་སོ་ལུས་ངག་ཡིད་གསུམ་གྱི་སྡིག་པ་དག་ནས་བསོད་ནམས་བསགས་ཡའོ་དེ་འདྲ་ཡོང་གི་རེད་ད་བསོད་ནམས།

འོ་དེ་འདྲ་ཡིན་པར་སོང་ཙང་བྱས། དེ་ལ་བརྟེན་ནས་ཆེད་ངན་འགྲོ་ནི་དགའ་ས་ངན་སོང་དུ་མ་སྐྱེས་ཡང། གང་ཞིག་ངན་སོང་དུ་སྐྱེས་པ་ཡིན་ན་ཡང་ད་ག་རེ་ཟེར་ན་དཀོན་མཆོག་བསམ་ལ་སྐྱབས་སུ་འགྲོ་བའི་སྐྱབས་འགྲོ་ཕན་ཡོང་དེ་ལ་བརྟེན་ནས་ཉོན་སྒྲིབ་ངན་སོང་སོང་ནས་བར་ཐག་འོང་ཡང་འོ་དེ་འདྲའི་གི་ཕན་ཡོང་དུ་ཡོང་གི་ཡོད་རེད་ཟེར་ཏེ་བྱིན། ད་དེ་ནས་དྲུག་པ་མི་དང་མི་མ་ཡིན་གྱི་གནོད་པར་བྱེད་མི་ཚུགས་པ་ཟེར་ཏེ་མོ་ལ་བལྟ། དེ་ལྟ་བུའི་ཆེས་དཀོན་མཆོག་ཙམ་ལ་སྐྱབས་གནས་ཡང་དག་ཏུ་ཁས་ལེན་པའི་དང་སྐྱབས་འགྲོ་ཡག་པོ་ཞིག་རྒྱུད་ལ་ཐོབ་ལ་མ་ཉམས་པ་ཡོད་ན་འོ་ད་དེ་ལ་བརྟེན་ནས་གར་སོང་ན་མི་དང་མ་ཡི་གི་གནོད་པའི་བར་ཆད་ཀྱི་དེ་ནི་མི་ཚུགས་པ་དེ་འདྲ་ཡོང་གི་ཡོད་རེད། དེ་ཧང་སང་གལ་ཆེན་པོ་རེད་ང་ཚོ་དེང་སང་དེའི་ཟེར་ཅིག་གནོད་པ་དང་བར་ཆད་དེ་འདྲ་བྱུང་བའི་སྐབས་སེར་ལམ་སངས་པའི་གར་སེར་སོང་ན་ཅིག་ཞེ་པོ་ཅིག་ཕྱི་ལོག་ལ་ཞབས་ཐིང་འདྲ་བ་ཅིག་སྦྲུལ་གཏོར་མ་འདྲ་བ་ཅིག་བཀྱགས་ནས། སྐུ་རིམ་བགྲང་བ་ཅིག་ད་ཅིག་གར་སེང་སྐྱབས་འགྲོ་ལ་ལྷག་པའི་གེགས་ཅིག་ཕྱི་ལོག་ལ་ཤི་བོ་ཅིག་བྱེད་ཡ་ཡོད་པ་འདྲ་བ་ཞིག་ང་ཚོ་ཚང་མས་བྱེད་ཀྱི་ཡོད་རེད་ད་དངོས་གནས་བྱས་ན་གར་སེང་ན་དཀོན་མཆོག་གསུམ་ལ་སྐྱབས་འདོད་ཡང་དག་དང་བྱས་ནས་བ་དེ་འདྲ་ཅིག་ཁས་ལེན་པའི་གེགས་ཁས་ལེན་དང་དཀོན་མཆོག་གསུམ་ལ་སྙིང་ཐག་པ་ནས་ད་ཀྱི་སྡུག་བསྔལ་ཐམས་ཅད་བསྐྱབས་པའི་གེགས་འདི་བ་དང་དཀོན་མཆོག་གསུམ་ལ་བས་ཡོད་པ་མོ་ཤེས་པའི་གེགས་སྒོ་ནས་ཡིད་ཆེས་ཤིག་གི་སྒོ་ནས་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བ་ཡིན་ན་བ་ད་ཕྱི་ནང་གསང་གསུམ་གྱི་མི་དང་མི་མ་ཡིན་གྱི་བར་ཆད་ཀྱི་གནོད་པ་ག་སེ་ཡོད་ན་ཚུར་ཚང་མ་འདོགས་འགྲོ་རེད་གསུང་གི་ཡོད་རེད། འོ་དེ་འདྲ་ཡིན་པ་སོང་ད་ལྟ་གཅིག་དེང་སང་ག་རེ་ཟེར་སོང་ན་ཅིག་མང་པོ་གཅིག་གིས་ཅིག་བཏང་དེ་ང་ཚོ་ག་རེ་ཟེར་སོང་ན་ཅིག་སོ་སོ་རང་ཉིད་ཀྱི་ལུས་ངག་ཡིད་གསུམ་གྱི་ལས་སྡིག་པའི་ལས་བསགས་པ་ཡང་བལྟས་ནས་འབྲས་བུ་སྡུག་བསྔལ་ཡོང་གི་ཡོད་རེད་འོ་དེ་འདྲ་ཡིན་པ་སོང་ད་འདི་མ་ཤེས་པ་ཞིག་དེང་སང་མང་པོ་གཅིག་གིས་བལྟས་ཟེར་ཅིག་རྨི་ལམ་འདུག་ཤག་ཅིག་བྱུང་ན་ཡང་ལྷའི་ནུ་ཤག་ཀླུའི་ནུ་ཤག་ཟེར་ནས་ད་བར་ཆད་བྱེད་ཤག་ཟེར་དེ་འདྲ་ཀྱང་ཀྱང་བཤད་བསྡད་ཀྱི་ཡོད་རེད་བ་འོ་བྱས་ཙང་དེ་ཚོ་ཚང་མ་དང་བར་ཆད་ཡོད་ཀྱང་རུང་མེད་ཀྱང་རུང་གང་ལྟར་ཀྱང་ག་རེ་ཟེར་སོང་ན་ཅིག་མི་དང་མི་མ་ཡིན་གྱི་གནོད་པ་དེ་འདྲ་ཡིན་པ་ཡིན་ན། དེ་འབྲེལ་གྱི་རྣོ་ཁ་དེ་ལས་པའི་མདོག་ཡག་དང་ཐབས་ཤེས་ཡག་ཤོས་དེ་གར་ཟད་སོང་ན་སྙིང་ཐག་པ་ནས་པའི་དཀོན་མཆོག་གསུམ་ལ་སྐྱབས་སེམས་སྤྲོ་ནས་ཨོ་ད་དེ་ལྟ་བུའི་འཇིགས་པ་དེ་བསྐྱབས་པའི་ནུས་པ་དེ་དཀོན་མཆོག་གསུམ་ལ་ཡོད་པ་ངོ་ཤེས་པའི་སྒོ་ནས་སྙིང་ཐག་པ་ནས་དཀོན་མཆོག་གསུམ་ལ་སྐྱབས་སེམས་སྤྲོ་ནས་སྐྱབས་འགྲོ་བྱེད་པ་ཡིན་ན་སྐྱབས་འགྲོ་བྱེད་པ་ཡིན་ན་དེ་གི་བར་ཆད་འདོགས་ཐུབ་ཀྱི་རེད་གསུང་གི་ཡོད་རེད་དེ་འདྲ་ཡིན་པ་སོང་ན་འཇིག་རྟེན་སང་ད་མང་པོ་བྱེད་ཀྱི་ཅིག་རེད་དོགས་ན་དོགས་མང་པོ་བྱས་ནས་རྨི་ལམ་ངན་པ་དང་ད་དེ་བྱས་ན་སང་ཚོང་གི་རྐྱེན་བར་ཆད་ཅིག་ད་དེ་ཚོ་མང་པོ་ཅིག། དེ་བཞིན་དོགས་པ་ཆེ་ལྡན་མཁན་ཡོད་རེད་དེ་ཚོ་ཚང་མས་ཤིག་སློབ་པ་དེ་ཚོ་འདོགས་ན་བསམ་ན་དང་ཐབས་ལམ་ཡག་ཤོས་དང་ལས་སླ་ཤོས་དེ་ག་རེ་ཟེར་ན་དཀོན་མཆོག་ཚང་མས་སྐྱབས་ས་འདྲ་བའི་སྐྱབས་འགྲོ་ཡག་པོ་ཅིག་བྱས་ནས་ག་ཚོད་སེམས་ནང་ཅིག་རེ་བ་དང་དོགས་པ་ཐེ་ཞུགས་ཆེན་པོ་དེ་འདྲ་ཡོད་ན་ཨ་ནི་ཅིག་ཉག་སྟོང་ཚེ་རྒྱས་ལ་སོགས་པ་ཚེ་བཟང་དུས་བཟང་ལ་སོགས་པ་འོ་དེ་འདྲ་ཅིག་སྐྱབས་འགྲོ་ཨ་ནི་ཅིག་ཚེ་མཇུག་དེ་ཤེས་ཚེ་དེ་འདྲ་བསྡད་པ་ཡིན་ན་ཨ་ནི་བེད་མ་ཟེར་བར་ཤིག་ཚང་མ་འདོགས་ཡག་ན་ཨ་ནི་བེད་མ་ཟེར་བའི་བྱིན་རླབས་ཆེན་པོ་ཡོད་པའི་རིགས་དང་ལོ་རྒྱུས་མང་པོ་ཡོད་རེད་འོ་དེ་འདྲ་ཡིན་པ་བཟང་དེ་ཐབས་ལམ་ཡག་པོ་ཅིག་རེད་ཟེར་བ་དེ་འདྲ་ཅིག་རེད། འོ་དེ་ཕྱིར་བདག་གཅིག་དཔེ་འདྲ་གཅིག་བྱས་པ་ཡིན་ན་ཡང་སྨྱོན་མ་དེ་ནས་བྱུང་འདུག་ཨ། སྨྱོན་མ་རྒྱ་གར་ལས་དཔེ་དག་ཆོས་ཀྱི་རྒྱལ་པོ་ཆོས་ཀྱི་མྱ་ངན་མེད་ཟེར་དེ་དཔེ་མ་ཚིག་སྐད་གྲགས་ཆེན་པོ་བྱུང་མྱོང་རེད་དེ་འདྲའི་ཆོས་ཀྱི་མྱ་ངན་མེད་དེ་དག་དཀོན་མཆོག་བསམ་ན་དཔེ་སྐྱབས་ནས་ཡང་དག་པའི་ཁས་ལེན་མཁན་དག་སྐྱིད་པོ་དམ་པ་བསམ་གྱིས་མི་ཁྱབ་པའི་ཞི་བ་ཅིག་ཆོས་ཀྱི་རྒྱལ་པོ་བྱུང་ཡོད་རེད་ཁོང་ཉི་མ་གཅིག་རྒྱ་མཚོ་ཆེན་པོ་ཅིག་གི་སྒང་ནས་དག་ཁྲི་སེམས་ཅན་དག་འགྲོ་བའི་གི་སྐབས་ཟེར་ལ་ཨ་ནི་དེའི་གི་རྒྱ་མཚོ་ཆེན་པོ་གི་ནང་དག་གནས་བརྟན་གི་ཀླུ་དེ་ཚོ་གི་དག་གི་གནོད་པ་བྱས་ནས།

སྒོ་ནས་ཨ་ན་སོ་སོ་ག་ཅིག་ཡུལ་གྱི་བར་ཆད་ལ་སྨོན་ལམ་ཡག་པོ་བཏབ་ནས་དེ་ཡིད་ཆེས་ཤིག་ཁོ་ན་དེ་བྱེད་པ་ཡིན་ན། ག་རེ་ཟེར་སོང་ན་སོ་སོ་ག་ཅིག་བསམ་པའི་གདུང་ཐམས་ཅད་དེ་ག་ནས་ཡིན་ན་བདེ་རབ་འདོད་པོ་རེད། ད་ནི་ང་ཚོ་འདི་ཡལ་བ་གཅིག་སོ་སོ་རྩོམ་རྒྱབ་པ་ཡིན་ན་རེད་དེ་གི་མགོ་ལ་ག་དུས་ན་ཆོས་བརྗོད་དེ་དཀོན་མཆོག་ས་ན་སྐྱབས་སུ་འགྲོ་བའི་ཐག་སྐྱབས་འགྲོ་བྱེད་ཀྱི་ཡོད་རེད་པ། འོ་དེ་འདྲ་ཡིན་པ་སོང་ཙང་ང་ཚོ་གཅིག་བརྟན་བཞུགས་དེ་འདྲ་ག་ཚེ་རྩོམ་པ་ཡིན་ན།

འོ་དེ་འདྲ་ཡིན་པ་སོང་ད་ང་ཚོ་ཅིག་དེང་སང་ཕྱོགས་སུ་མཐོང་ནི་ཅིག་ཡར་མར་ཅན་ཕྱོགས་སུ་མཐོང་ནི་ཅིག་ཟེར་ས་ཐག་རིང་པོ་འགྲོ་མཁན་ཡིན་ན་ཡང་ཞབས་བརྟན་ཡག་ཞིབ་དེ་ག་རེ་ཟེར་ན་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བའི་སྐྱབས་འགྲོ་ཡག་པོ་ཅིག་ཤོག་ད་འོ་ད་སོ་སོ་ཡར་མར་ཅིག་ཅང་ཡར་མར་ཅིག་ལམ་ས་ཐག་རིང་པོ་ད་ག་སེ་འགྲོ་དགོས་བྱུང་ན་དེ་ཚོ་ཚང་མ་རེད་ད་པས་པར་ཤེས་སུ་ཡག་གི་ཐབས་ལམ་ཡག་ཤོས་དེ་སྐྱབས་འགྲོ་ཤག་དེ་ཡོད་རེད་ལས་སླ་ཤོས་དེ་རེད་བ་ད་སྐྱབས་འགྲོ་མི་ཤེས་མཁན་ཡོད་མ་རེད་བ་ནི་དཀོན་མཆོག་གསུམ་ལ་པས་དངོས་གནས་དྲང་ནས་སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་གསུམ་ལ་ད་སྙིང་ཐག་པ་ནས་སྐྱབས་སུ་མཆི་བསམ་པ་བྱེད། བ་དག་ཡར་ཞུ་ཆོག་ན་དེ་དག་སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་དེ་ཚོ་སྐུ་གསུང་ཐུགས་ཀྱི་ཡོན་ཏན་དང་ཐུན་མོང་མ་ཡིན་པའི་ཕན་ཡོན་ལ་བྱིན་རླབས་ཀྱི་ཡོན་ཏན་དེ་ཚོ་སྐྱེ་གི་རེད་ད་དེ་མེད་ན་ཡང་ད་དངོས་གནས་དྲང་གནས་ཅིག་སོ་སོ་ཅིག་ལས་ཀ་དོན་དག་ག་རེ་སྒྲུབ་ཀྱི་ཡོད་ན་འོ་ད་དེ་ལྟ་བུའི་ཐབས་ཅིག་འགྲུབ་སྤེལ་གི་ཐབས་ཅིག་སྒྲུབ་ཡག་པ་ནུས་པ་ཚང་མ་དཀོན་མཆོག་གསུམ་ཡོད་བསམ་པ་བྱས་ནས།

ནི་རྣ་བ་དེ་ཚོ་མེད་པར་བྱ་བ་དང་བྱ་བ་ལམ་འགྲོ་ཡོང་བ་དང་བསམ་པ་ལྷུན་གྱིས་འགྲུབ་པ་དེ་ཚོ་ཐོག་མ་ཞོར་དུ་ཡོང་དུ་ཡོད་རེད། ད་གིའི་ཆེ་ཤོས་དེ་ག་རེད། དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བ་དང་སངས་རྒྱས་དེ་སྐྱབས་སྟོང་པ་པོ་ཨ་ནུ་ཆོས་དཀོན་མཆོག་སྐྱབས་དངོས་གལ་ནི་དཀོན་མཆོག་སྐྱབས་འགྲོ་མིན་དྭ་གྲོགས་ཡིན་པར་སོང་ག་རེའི་སྐྱབས་པར་བྱས་སོང་ན་འཁོར་བ་ཇི་དང་ཇི་འདྲ་བ་སྡུག་བསྔལ་ལས་པར་སྐྱབས་ནས་འོ་དེ་བྱེད་མཁན་དེ་ཡིན་པར་སོང་ཙང་མདོར་ན་འཁོར་བའི་སྡུག་བསྔལ་ལས་ཐར་པའི་ཐར་བ་དོང་དུ་གཉེར་བ་རྣམས་ཀྱི་སྐྱབས་གནས་དེ་ཨ་ནུ་དཀོན་མཆོག་གསུམ་རེད། ད་དེ་འདྲ་ཡིན་པར་སོང་ཙང་སྲིད་པ་འཁོར་བ་དང་ཤི་བ་མྱང་འདས་ཀྱི་འཇིགས་ལས་པར་ཐར་ནས་རིང་པོ་མ་ཐོག་སངས་རྒྱས་གོང་མ་ཐོབ་པར་བྱས་པ་ལ།

གོ་ལམ་གཉིས། ཨ་འཐིང་རྒྱུད་ལ་ལྡན་པའི་དགེ་འདུན་སྐོང་ཆུ་བཟང་ལ་སྐྱབས་སུ་འགྲོ་བར་བྱ་སྟེ་སྐྱབས་སུ་འགྲོ་བའི་སྒོ་ནས་བདག་ཡོད་སེམས་ཅན་ཐམས་ཅད་དུ་སངས་རྒྱས་གོང་མ་ཐོབ་པར་བྱའོ་སྙམ་པའི་དེ་འདྲའི་བདག་སྐྱབས་འགྲོ་ཐེག་པ་ཆེན་པོ་སྐྱབས་འགྲོ་ཡག་པོ་ཅིག་ཡོད་ན་དེ་ལ་བརྟེན་ནས་རིང་པོ་མ་ཐོགས་པར་མྱུར་དུ་སངས་རྒྱས་གོང་མ་ཐོབ་ཡག་ཡོད་ན་དཔལ་ཕན་ཡོང་དུ་ཆེ་ལམ་བསམ་གྱིས་མ་ཁྱབ་པ་དེ་འདྲ་ཞིག་ཡོད་རེད་གསུང་གི་ཡོད། འོ་ད་དེ་འདྲ་ཡིན་པར་སོང་ལ་ད་དེ་ལ་ཅིག་འགྲོ་རྒྱུའི་དུས་དུས་འདྲ་མ་ཅིག་ཞུས་པ་ཡིན་ན། སྐོང་ཆུ་གསུམ་ལ་སྐྱབས་འགྲོ་ཡག་པོ་ཅིག་བྱས་པ་ན། ཨ་ནི་ངན་སོང་གསུམ་གྱི་སྡུག་བསྔལ་ལ་མི་སྐྱེ་བར་ཕན་ཐོགས་ཡོད་རེད་གསུངས་ཡོད་རེད་བ་ད་ངན་སོང་གསུམ་གྱི་སྡུག་བསྔལ་དར་གི་རེད་ད་ཐབས་དང་དེ་ག་རེ་ཟེར་ཟིན་ད་དེ་ཅིག་སངས་རྒྱས་ཀྱི་མདོ་དང་བྲལ་བའི་སྒོ་ནས་ནི་ཅིག་དེ་འདྲས་ད་དེ་སུ་ཅིག་རྣམ་ཐར་འགྲོ་བ་འདི་འདྲ་ཞིག་བདུད་བཏུལ་རྣམ་པ་ཞུས་པ་ཡིན་ན། ཨ་ནི་རྡོར་ཕྲེང་ལས་བཏུལ་ན་བཏུལ་བས་ཀྱི་ན་ད་དེའི་ནང་ན་རྡོར་ཕྲེང་ཕྲེང་བཏུལ་བ་ཟེར་དེའི་ནང་ན་ཕག་མོ་གཏམ་རྒྱུད་ཟེར་ཡོད་རེད་ད་ཕག་མོ་གཏམ་རྒྱུད་ཟེར་ད་དེ་ག་རེ་ཡོད་ཟེར་ན་སྔོན་མ་སྔོན་མ་ལ་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཨ་ནི་རྒྱལ་བའི་གྱད་ཅིག་གི་ཚར་བསལ་ཏེ་དེ་ལ་བར་འཇུག་པའི་སྐབས་སུ་ལ་ཨ་ན་ལྷ་ཡི་གེ་བུ་ཅིག་ལྟ། ལྷ་ཡི་གེ་བུ་ཅིག་ཨ་ནི་འཆི་བའི་གི་སྟེང་བྱུང་ནས་ཨ་ད་ལྷ་ཡི་བུ་ཅིག་ལྷ་དེ་སོག་གི་ཨ་ནི་བས་སོ་སོ་ཤི་ཡག་གི་སྟེང་བྱུང་ཚར་བའི་གྱི་ལ་ཨ་ནི་སྐྱེ་བ་ག་ཚོད་ལེན་གི་ཡོད་མེད་དེ་འདྲའི་སོ་སོ་སྟེང་བྱུང་གོ་ཟེར་རོ། དེ་འདྲའི་ལྷ་ཡི་བུ་ཅིག་གི་ད་སོ་སོ་ག་བ་ཉི་མ་བདུན་གི་གྱི་ལ་སོ་སོ་ཤི་གི་ཡོད་བ་དང་ཤི་ནས་ཨ་ནི་མི་ཡུལ་ལ་སྐྱེ་བ་ལེན་པ་ད་མི་ཡུལ་དེ་ན་ཅིག་ཕག་ཅིག་གི་བུ་ཅིག་སྐྱེ་བ་ལེན་གི་ཡོད་བ་དེ་འདྲ་ཅིག་ཨ་ནི་ལྷ་ཅིག་གི་ད་གོ་བ་རེད་ཟེར་གོ་དེ་ནི་སྟེང་བྱུང་བ་རེད། འོ་དེ་འདྲ་དེ་བྱུང་བའི་སྐབས་སུ་ལ་དྭགས་དེ་སྔོན་ནས་དྲངས་ནས་ལྷ་ཡི་གེ་བོད་དེ་ད་ཞི་བོ་བས་འཇིགས་ནས་གསུམ་བཞི་རྩ་གསུམ་གྱི་ལྷ་ཡི་གེ་བོད་དེ་རེ་རེ་རེ་འདུ་བ་ད་ཁོ་ཞི་བོ་འཇིགས་ནས་ཨ་ཁ་ཁ་ད་བར་འདི་ང་གསུམ་བཅུ་རྩ་གསུམ་གྱི་ལྷ་གནས་འདི་སྐྱེ་བ་ན་ལྷ་ཡི་བུ་ཞེ་འདི་འདྲ་བས་ལྷ་ཡི་དད་པ་ལོངས་ཞེན་སྐྱེས་བུ་ཞི་བོ་བྱུང་གསུང། ད་ཡིན་ན་ཡང་ཉི་མ་བདུན་གྱི་རྗེས་སུ་ད་ང་ཤི་ཡང་ར་ཤ་ཤི་དུས་མ་ལ་ད་ག་རེ་ཟེར་འདོད་པ་ཀམ་སྐྱེ་བ་ལ་ཡང་འདོད་པ་ཀམ་གནས་ན་ད་རྩོལ་བ་དེ་རྩོལ་བ་དེ་མི་མི་ཡི་རིགས་དེ། མིའི་ལུས་པར་སྐྱེས་པ་ལས་ཡང་རེ་བྱས་ཏེ་མིའི་ལུས་དེ་ལ་སྐྱེས་པ་ལས་ཡང་རེ་མི་འདུག་ད་ག་རེ་ཟེར་ན་ཕག་ཕེབས་ཀྱི་སྤུ་གུ་ལས་སྐྱེས་པ་ལས་ཡང་རེ་ཟ་སྙམ་ད་ཁོ་རང་པའི་སེམས་ནང་ལ་འཇིགས་སྣང་དང་ཞེད་སྣང་བ་ཞི་བ་ཅིག་སྐྱེས་ནས་ད་ལྟ་བར་དེ་ལྷ་ཡི་གེ་ད་སེམས་རྩ་གསུམ་ལྷ་ཡི་སྤུས་སྐྱེས་པ་བླངས་ཏེ་ཡོད་ན་ཡང་ཉི་མ་བདུན་གྱི་རྗེས་སུ་ད་མི་ལ་ཕག་གི་སྤུ་གུ་བྱས་ཏེ་སྐྱེས་པ་ལས་ཡང་འདི་འདྲ་ཡིན་པ་སེམས་འདི་འདྲའི་ལྟས་བྱུང་བ་སོང་ད་ཞི་བོ་འཇིགས་ནས་པའི་སེམས་ནང་འཇིགས་སྣང་དང་ཞེད་སྣང་རྔམ་དྲག་ཞི་བ་བྱུང་ནས་ད་དེའི་སྐབས་སུ་ལྷ་ཡི་གེ་རྒྱལ་པོ་དེ་ཡོད་ནས་གཙོ་བོ་དེ

ག་རེ་བྱས་སོང་སོང་ན་ཁོ་ངན་སོང་སོང་དུ་སྐྱེ་བ་མ་ལེན་པ་བྱུང་ཡོད་རེད་གསུང་གི་ཡོད་རེད་ད་ག་རེ་བྱས་ནས་བསད་སོང་ན་ད་ཉི་མ་བདུན་གྱི་རྗེས་སུ་ད་ཁོ་ཚེ་འཕོ་ནས་གྲོངས་སོང་ཡོད་རེད་གྲོངས་བའི་སྐབས་སུ་ལ་ལ་རྒྱ་ཆེན་གྱི་ལམ་སྲང་དེ་འོ་ད་འདི་ག་རེ་བསམ་ལྷ་ཡི་གི་བུ་ད་ག་བ་སྐྱེ་བ་ལེན་བསམ་ནས་སུམ་རྩ་གསུམ་སྐྱེ་བ་བླངས་མ་སོང་ད་ག་བ་སྐྱེ་བ་བླངས་ཡོད་ན་བསམ་བལྟ་བའི་སྐབས་སུ་ལ་མིའི་གནས་སུ་ཡོད་མ་རེད་སྙམ་པ་ཞིག་ད་ད་ད་དེ་ལྟ་བུའི་ག་བ་ཡིན་ན་ཡང་སྐྱེ་བ་བླངས་ཡོད་མ་རེད་ཨ་ནི་རྒྱ་ཆེན་གྱི་མཁན་ཚ་ད་སྐྱེ་བ་ནི་ལེན་གྱི་ཡོད་རེད་ཨ་ནི་སུམ་རྩ་གསུམ་སྐྱེ་བ་བླངས་མ་སོང་མིའི་གནས་དེ་ན་མི་འདུག།

དམྱལ་བ་ཡི་དྭགས་དང་འགྲོ་དང་མི་དང་དེ་ཚོ་སྐྱེ་བ་ལའང་མ་འདུག་ཨ་ཟེར་རྩྭ་ཟེར་ལ་མི་འདུག་ད་ག་བ་སྐྱེ་བ་ལའང་ཡོད་ཟེར་དུས་ཨ་ནི་དེ་འདྲ་ཞུས་པའི་སྐབས་སུ་ལ་ནི་སངས་རྒྱས་ཀྱི་འོ་ད་དེ་ག་རེ་ཟེར་སོང་ན་ཆེས་དགའ་འདུན་གྱི་གནས་སུ་སྐྱེ་བ་ལའང་དེ་བཞག་སོང་ཡོད་རེད་ད་ག་རེ་བྱས་སོང་ན་ལྷ་རྣམས་ཀྱིས་གར་ས་ལས་དབང་གི་དངོས་གཞི་ཟེར་ན་ད་དེའི་ལས་ལ་བརྟེན་ནས་ཁོ་རང་གི་འོག་མ་དེ་འོག་མ་གི་སྐྱེ་གནས་དེ་ཚོ་མཐོང་གི་ཡོད་རེད་སྒང་མ་གི་སྐྱེ་གནས་སུ་མཐོང་གི་ཡོད་མ་རེད་དེ་འདྲ་ཡིན་པ་སོང་ཙང་སེམས་རྩ་གསུམ་གྱི་དགའ་འདུན་ཟེར་དུས་མོ་ལ་སེམས་རྩ་གསུམ་གྱི་སྒང་ལ་ཆགས་ཏེ་ཡོད་རེད་དེ་འདྲ་ཡིན་པ་སོང་ན་སེམས་རྩ་གསུམ་གྱི་ད་ལྷ་ཡི་ཨང་པ་བརྒྱ་བྱིན་གྱིས་སེམས་རྩ་གསུམ་མེད་ཕྱིན་གྱི་གནས་ཅིག

བ་མེད་པ་དེ་ནི་ཤེས་ཀྱི། ད་ག་ནང་བཞིན་བཀའ་ཟེར་སོང་སོང་ན་ཇི་ལྟར་དང་གི་ང་ཚོ་ཡང་དེ་ཡིན་པ། དཀོན་མཆོག་བསམ་ལ་སྐྱབས་སུ་འགྲོ་བ་ཡིན་ན་མི་དང་མི་མ་ཡིན་གྱི་གནོད་པས་ཀྱི་བར་ཆད་ཚུགས་ཀྱི་མ་རེད་ཟེར་རེད་བ། ད་ཡང་མི་དང་མི་མ་ཡིན་གྱི་གནོད་པས་ཀྱི་བར་ཆད་མི་ཚུགས་པའི་རྒྱུ་མཚན་ཅིག་ཡང་ལོ་རྒྱུས་འདྲ་མོ་ཅིག་ཡང་ངས་མ་མདོག་གི་ནང་དོན་དེ་གསུངས་ཡོད་རེད་ག་རེ་བྱས་ཟེར་སོང་ན་སྔོན་མ་ཡང་ཁྱིམ་ཚང་ཅིག་ལ་ནི་ཅིག་རྐུན་མ་ཅིག་ཡོང་གི་ཡོད་རེད་ཁྱིམ་ཚང་ཕྱུག་པོ་ཅིག་ལ་མི་རྐུན་མ་ཅིག་ཡོང་གི་ཡོད་རེད་ད་དེ་ནི་རྐུན་མ་དེ་མཚན་ནག་ཁོང་རྐུན་མ་ཡོང་བའི་སྐབས་སུ་ལ།

སྡུག་འདྲེ་དེ་ནི་གནོད་པ་སྐྱེད་སྙིང་འདྲེ་དེ་ནི་སྡིག་གཡོ་ཟེར་བ། ད་དེའི་ཉེན་ཁ་ཁོག་དེའི་སྐབས་སུ་ནང་ལ་སླེབས་མ་ཐུབ་པ་བྱས་ནས་ཨ་ན་རྒྱགས་པ་མ་བཞེས་ན་རྒྱགས་པ་མང་པོ་ཞུས་ཤག་ར་བ། ད་རྒྱགས་པ་མང་པོ་ཞུས་དུས་མ་ལ་བཞེས་པ་ཅིག་འགྲོ་མ་ཐུབ་པ་བྱས་ནས་ཨ་ན་བྲག་ཕུག་ཅིག་ནང་ལྷག་པ་ས་རེད་ད་དེ་བསྡད་པའི་སྐབས་སུ་ལ་ཨ་ན་ཁོག་ཅིག་ཁོ་རང་ཅིག་ཧང་དུ་སངས་ནས་ནི་ཁོ་ད་གིན། སྦྱིན་བདག་གི་གར་སོན་སྐྱབས་འགྲོ་གཏོང་བ་ཚང་མ་དེ་ཁོ་བློ་ལ་བརྣག་དེ་ཡོད་ཟེར་བ། ཨ་ཁོ་རང་ཧང་དུ་སངས་ནས་ལ་མ་ལ་སྐྱབས་སུ་མཆི་བ་སངས་ནས་སངས་རྒྱས་ལ་སྐྱབས་ཆུ་ལ་སྐྱབས་སུ་དགེ་འདུན་ལ་སྐྱབས་ཞེས་སོ་ནས་བསྡད་པའི་སྐབས་སུ་ལ། ཨ་ནེ་ད་གར་ཟེར་ན་ཕྱི་ལོགས་ལས་འབྲས་དེ་འདྲ་མང་པོ་ཡོང་བའི་སྐབས་ཟེར་ལ། ཨ་ནེ་འབྲས་ཀྱི་འོ་ད་དེ་རིང་ང་ཚོ་བྲག་ཕུག་ནང་འགྲོ་ཡག་མི་འདུག་ཟེར། ག་རེ་བྱེད་ཡིན་ཟེར་སོང་ན་བྲག་ཕུག་ནང་ལ་ད་དཀོན་ཤོས་སམ་ན་སྐྱབས་སུ་འགྲོ་མཁན་གྱི་དེ་འདྲ་གི་ད་གང་ཟག་ཅིག་བསྡད་བཞག་འདུག་ད་ང་ཚོ་དེར་འགྲོ་བ་ཡིན་ན་ང་ཚོ་མདོ་ཁ་ནས་བརྗེད་འདོད་ཀྱི་མ་རེད་ནང་གི་ཞེད་སྣང་ཚ་བོ་འདུག་ད་ང་ཚོ་དེ་འདྲའི་བར་འགྲོ་བཞག་ན་ཡག་གི་འདུག་ཟེར་བ་དེ་འདྲ་ཞིག་འདུག་འདྲའི་བར་འགྲོ་ནས་གནོད་པ་མ་བྱེད་པའི་བློ་རྒྱུན་དེ་འདྲ་ཡོད་རེད་འོ་དེ་འདྲ་ཞིག་མེད་སོང་ད་གང་ལྟར་རྒྱང་ག་རེ་ཟེར་སོང་ན་ང་ཚོ་གཅིག།